རྡོ་གསུམ་ཁ་སྐོང་བྱེད་པ་ལ་རྩ་བའི་ཟབ་ཆོས་གསུམ་རྩོམ་པར་འཇུག་པ་སླད་རྒྱུད་དུ་བརྩམ་པར་བྱེད་པ་གཞུང་ཀུན་ཏུ་རྩོམ་པ་དག་གིས་འཇུག་པའི་དོན་དུ་རྩ་བའི་ཟབ་ཆོས་གསུམ་ཡོད་པས་གཉིས་པ་བརྩམ་པར་བྱེད་པ་གཞུང་དོན་བཤད་པ་ལ་རྩ། རྩ་བའི་ཟབ་ཆོས་གཉིས་དེ་དོན་ངོ་སོ་ངོས་བཟུང་བའི་སྒོ་ནས་ལུས་འདོར་ཏེ་ལུང་རིགས་ཀྱི་རྣམ་པར་ཕྱེ་བའི་སྒོ་ནས་ཡན་ལག་བརྒྱད་པར་བཤད་པ་གཉིས་ཡོད་པས་ན། གཉིས་པ་ལུང་རིགས་ཀྱི་རྣམ་པར་དཔྱད་པའི་སྒོ་ནས་ཡན་ལག་བརྒྱད་པར་བཤད་པར་རྩ་བའི་ཟབ་ཆོས་གསུམ་བཞིའི་སྐབས་ལམ་གྱི་སྐབས་འབྲས་བུའི་སྐབས་སུ། དང་པོ་བཞིའི་སྐབས་ལ་གསུམ་སྟེ་རྣམ་བཤད་སྤྱིར་བསྟན་པ་ལོ་ཐོག་བྱེ་བྲག་ཏུ་འགགས་པ་གནད་ཀྱི་དོན་བསྡུས་ཏེ་བསྟན་པ་དང་གསུམ་ཡོད་པའི་ནང་ནས་གཉིས་པ་ལོ་ཐོག་བྱེ་བྲག་ཏུ་འགགས་པ་ལ་རྩ་བའི་ཟབ་ཆོས་ལྔ། དགག་བྱ་དཔྱད་པའི་མེད་དགག་སྙིང་པོར་འདོད་པ་འགགས་པ་སྙིང་པོ་གཉིས་སུ་ཕྱེ་བ་ལ་དཔྱད་པ་འགྲོ་ཀུན་སྙིང་པོས་སྟོང་པར་འདོད་པ་འགགས་པ། དག་པ་གཉིས་པོ་དགར་བར་འདོད་པ་འགགས་པ། སྙིང་པོ་སྐྱེ་ཚུལ་བདེ་འགྲོ་སྐྱེ་ཚུལ་གྱི་བདེ་འགྲོ་འདོད་པ་འགག་པ་དང་རྩ་བའི་ཟབ་ཁྱད་ལྔ་ཡོད་པའི་ནང་ནས། དང་པོ་གཉིས་གོང་དུ་སོང་ནས་གསུངས་པ། འགྲོ་ཀུན་སྙིང་པོས་སྟོང་པར་འདོད་པ་འགག་པ་ལ། ཕྱོགས་སྔ་མ་བརྗོད་པ་ལ་དེ་འགག་པའོ། ད་སེམས་ཅན་ལ་བདེ་གཤེགས་སྙིང་པོ་མེད་ཟེར་མཁན་དེ། ད་ལྟ་དངོས་སུ་བཀག་ཡ་སྟེ། པན་ཆེན་རིན་པོ་ཤར་མཚོའི་ཆོས་ལས་རེད་དེ། བུ་སྟོན་རིན་པོ་ཆེ་གིས་དག་རང་གསུང་གི་ཡོད་ཟེར་འདི་མཉམ་དུ་བུ་སྟོན་རིན་པོ་ཆེས་བཀག་འགྲོ་གི་རེད། ཅན་ཏེ་གཉིས་པ་དེ་འགགས་པ་ལ་རྩ་བའི་ཟབ་ཆ་གསུམ། ལུང་རིགས་ཀྱི་གནོད་བྱེད་བསྟན་པ་འཇམ་དབྱངས་ལ་མའི་དགོངས་པར་མི་འཐད་པ། མ་འཁྲུལ་པའི་གདམས་པ་སྦྱིན་པ་དང་གསུམ་ཡོད་པའི་ནང་ནས་དང་པོ། ཨ་ནི་བཤད་པའི་སྐབས་སུ། དེ་ཉིད་དྲང་དོན་ཡིན་སྙམ་ན། བདེན་གཉིས་སྒོ་ནས་དྲང་ངེས་ཀྱི་རྣམ་བཤད་བྱས་ཏེ་དྲང་དོན་གྱི་ཐ་སྙད་དུའང་མེད་ན་ནི་ཕུང་པོ་ཁམས་དང་སྐྱེ་མཆེད་སོགས་ཀུན་རྫོབ་བདེན་པའི་རྣམ་བཤད་ཀྱི་ཐ་སྙད་དུའང་མེད་རྒྱུ་སྟེ་དེ་དག་དྲང་དོན་ཡིན་ཕྱིར་རོ། ལེགས། འདི་སྔོན་གྱི་གསབ་བྱེད་དང་པོ་གི་ཁྲོད་དོགས་རེད། དེ་ཉིད་དྲང་དོན་ཡིན་སྙམ་ལ་སྟེ། དེ་ནས། ད། སེམས་ཅན་ལ། དེ་ནས། མདོ་དང་བསྟན་བཅོས་ནང་དུ། སེམས་ཅན་ལ་བདེ་གཤེགས་སྙིང་པོ་ཡོངས་པར་གསུངས་པ་དེ་ཉིད་དྲང་དོན་ཡིན་པའི་ཕྱིར་ན་ཐ་སྙད་དུའང་མེད་ཟེར་བ་ཡིན་ན་སྲིད་པ། ཐ་སྙད་ཟེར་ཏེ། འཕྲལ་གྱི་འཕྲུལ་རྒྱུད་མ་སླེབས་པའི་བློ་ལྷན་སྐྱེས་ཀྱི་དང་དེའི་ཡུལ་གཉིས་པོ་ལ་ཐ་སྙད་ཐ་སྙད་བདེན་པ་སེལ་བ་རེད། བྱས་ཙང་དེ་དང་དེ་གཉིས་དྲང་དོན་ཡིན་སྙམ་ན་ཟེར་ན་ད་དུས་ཞུས་པ་ན་བཞིན། གོང་དུ། མདོ་དང་བསྟན་བཅོས་དཔེར་ན་རྒྱུད་བླ་མ་ལྟ་བུའི་ནང་དུ། སེམས་ཅན་ལ་བདེ་གཤེགས་གཉིས་པོ་ཡོད་གསུངས་པ་དེ་ཉིད། དྲང་བདེན་ཡིན་ཙང་ཁོ་ཐ་སྙད་དུའང་མེད་དོ་ཞེས་ཟེར་རྒྱུ་ནའང་སྲིད་པ་རེད། དེར་ལན་དེ་དཔལ་ལྡན་རུ་སྤྲད་པ་ཡིན་ན། བདེན་གཉིས་སྒོ་ནས་དྲང་ངེས་ཀྱི་རྣམ་གཞག་བྱེད་པའི་ཚེ་བོ་ད་དོན་མཉམ་དུ་འགྲིག། བདེན་གཉིས་སྒོ་ནས་དྲང་ངེས་ཀྱི་རྣམ་གཞག་བྱེད་ཚེ་ཏེ། བརྗོད་བྱ་བདེན་གཉིས་ལ། བསྟན་ཚུལ་གྱི་སྒོ་ནས་སངས་རྒྱས་ཀྱི་གསུང་ལ་དྲང་དོན་ངེས་དོན་ཞེས་པའི་རྣམ་གཞག་བྱེད་པའི་སྐབས་སུ་སྲིད་པ་རེད། ད་སངས་རྒྱས་ཀྱི་གསུང་ཞིག་ལ་བརྗོད་བྱ་དེ་ནི་བདེན་པ་གཉིས་ཡོད་རེད། བརྗོད་བྱ་བདེན་པ་གཉིས་པོ་དེ་དཔེར་ན་དངོས་སུ་དོན་དམ་བདེན་པ་བསྟན་པ་ལྟ་བུ། དངོས་སུ་གཙོ་བོ་ཀུན་རྫོབ་བདེན་པ་ལྟ་བུ། དེ་འདྲའི་ཐོག་ནས་དྲང་དོན་དེ་ངེས་བདེན་རྣམ་བཞག་ཞེས་པའི་སྐབས་སུ་ཟེར་བ་རེད། བྱས་ཙང་བདེན་གཉིས་སྒོ་ནས་བརྗོད་བྱ་བདེན་གཉིས་སྒོ་ནས་དྲང་ངེས་ཀྱི་རྣམ་བཞག་བྱས་ཚེ་དེ་བརྗོད་བྱ། ཀུན་རྫོབ་བདེན་པ་དང་དོན་དམ་དམ་པ་གཉིས་པོ་གཉིས། བསྟན་ཚུལ་གྱི་སྒོ་ནས་སངས་རྒྱས་གསུངས་ལ་དྲང་དོན་དང་ངེས་དོན་གྱི་རྣམ་གཞག་བྱེད་པའི་སྐབས་སུ་ཟེར་བའི་སྐབས་སུ། དེ་ནི་དྲང་དོན་ཀུན་མཐའ་ཉིད་དུ་མེད་ན་ནི་སྲིད་དུས་དྲང་དོན་ཚང་མ་ཐ་སྙད་དེ་བློ་ལྷན་སྐྱེས་ཀྱི་ཡུལ་ལ་མེད་ཟེར་ཁས་བླངས་པ་ཡིན་ན་ཧ་ཅང་ཐག་འགྲོ་གི་རེད་ཟེར་གི་རེད། དེས་འགྲོ་བ་དེ་རིགས་མདོར་ན། ད་དཔེར་ན། བདེན་གཉིས་སྒོ་ནས་གྲངས་ངེས་རྣམ་བཤད་བྱེད་པའི་ཚེ་གསུམ་ལ་གཙོ་བོ། ཀུན་རྫོབ་བསྟན་པ་བརྗོད་རྒྱུར་གཙོ་བོར་བསྟན་པའི་ཀ་ལ་གྲངས་དོན་གྱི་མདོ། གཙོ་བོ་དོན་དམ་བསྟན་པ་བརྗོད་རྒྱུར་གཙོ་བོར་བསྟན་པའི་མདོ་ལ་ངེས་དོན་གྱི་མདོ་ཟེར་བ་ལྟ་བུ། བཤད་ཚང། བདེན་གཉིས་སྒོ་ནས་གྲངས་ངེས་རྣམ་བཤད་བྱེད་ཚེ་སྟེ། བརྗོད་བྱ་བདེན་པ་གཉིས་པོ་དེ། འདུས་བྱས་ལ་བརྟེན་ཚུལ་གྱི་སྒོ་ནས་ནི་སངས་རྒྱས་ཀྱི་བཀའ་ལ་དྲང་དོན་གྱི་བཀའ་དང་ངེས་དོན་གྱི་བཀའ་ཞེས་རྣམ་བཤད་བྱེད་པའི་སྐབས་སུ། དྲང་དོན་ཀུན། ཐ་སྙད། བློ་ལྷན་སྐྱེས་ཀྱི་ཡུལ་ལ་མེད་ཅེས་ཁས་བླངས་པ་ཡིན་ན་ནི་ཧ་ཅང་ཐར་གི་རེད། དེ་ནི་ཧ་ཅང་འདི་ཧ་ཅང་ཐར་བ། ཕུང་པོ་ཁམས་དང་སྐྱེ་མཆེད་སོགས་ཀུན་རྫོབ་བདེན་པའི་རྣམ་གཞག་ཀུན། ཇུས་བཞིན། ཐ་སྙད་དུ་མེད་གྱུར་ཏེ། ཐལ་བ། དེ་དག་དྲང་དོན་ཡིན་ཕྱིར་རོ། རྟགས་རེད། དེ་ཀུན་རྫོབ་བདེན་པ། ཀུན་རྫོབ་བདེན་པ་ཚང་མ་ལ་ཟེར་གི་མ་རེད། འཇིག་རྟེན་ཡང་དག་ཀུན་རྫོབ་བདེན་པ་ལ་ཟེར་གི་རེད། དཔྱད་བཟང། ཕུང་པོ་ཁམས་དང་སྐྱེ་མཆེད་སོགས་ཀུན་རྫོབ་བདེན་པའི་རྣམ་གཞག་ཀུན་ཏེ། གཟུགས་ཀྱི་ཕུང་པོ་ལ་སོགས་པའི་ཕུང་པོ་ལྔ། མིག་གི་ཁམས་ལ་སོགས་པའི་ཁམས་བཅོ་བརྒྱད། མིག་གི་སྐྱེ་མཆེད་ལ་སོགས་པའི་སྐྱེ་མཆེད་བཅུ་གཉིས་པོ་ཐམས་ཅད་ཆོས་ཅན། ཐ་སྙད་དུའང་མེད་གྱུར་ཏེ་དེ་སྟེ། བློ་ལྷན་སྐྱེས་ཀྱི་ཡུལ་ལ་ཡང་མེད་པར་ཐལ། དེ་དག་གྲངས་དོན་ཡིན་པའི་ཕྱིར་ཟེར་ན། ཡང་ནི་ཕུང་ཁམས་དེ་དག་ཕུང་ཁམས་ཀྱི་གཞི་དེ་དག་གྲངས་དོན་ཡིན་པའི་ཕྱིར་ཟེར། དེ་ནི། གྲངས་དོན་ནི་ཐ་སྙད་དུ་མེད་པའི་ཁྱབ་པ་ནི་ཁྱེད་རང་གིས་ཞལ་གྱིས་གཟིགས་སོ། འདོད་ལན་སྤྲད་རུང་གི་མ་རེད། སྟོན་སྤྲད་ན་དམ་བཅའ་དང་ཚིམ་བའི་ས་བ་ཞུ་གི་རེད། ཨོ་དེའི་བར་དོར་ཁ་སེང་ཁྲོད་རེད། ད་དེ་ནི་ཟབ་ཅིང་གཉིས་པ་རོ་ཟབ་ཅིང་འདི་ལ་ལུང་རིགས་ཀྱིས་གནོད་བྱེད་བསྟན་པ་འཇའ་ཡོན་བླ་མའི་དགོངས་པར་མི་འཐད་པ། མ་འཁྲུལ་བའི་གདམས་པ་སྦྱིན་པ་ཟབ་ཅིང་གསུམ་ཡོད་པའི་ནང་ནས་ཟབ་ཅིང་གཉིས་པ་འཇའ་ཡོན་བླ་མའི་དགོངས་པར་མི་འཐད་པ་ཞེས་པ་ནི་ཟེར་བ་རེད། འཇའ་ཡོན་དགོངས་པར་འདོད་ན་ནི། དེས་ན་དེ་བཞིན་གཤེགས་པ་ཡི་སྙིང་པོ་སྤྲོས་བྲལ་ཡིན་པས་ཀྱི་སེམས་ཅན་རྣམས་ལ་སངས་རྒྱས་དང་འཁོར་བ་གཉིས་ཀ་འབྱུང་བ་ལས་སྐྱེས་གསུངས་བར་དུ་མཚམས་གཅིག་བཅད་པར་འདི་ལ་མཐའ་འགྱུར་དང་པོ་རེ་དེ་འདི་ག་སོགས་ནི། སེམས་ཅན་གྱི་རྒྱུད་ལ་བདེ་གཤེགས་སྙིང་པོ་མེད་པ་དེ། ས་པཎ་གྱི་དགོངས་པ་ཡིན་ཟེར་ལབ་བས་ན་ས་པཎ་གྱི་སྡོམ་གསུམ་ནང་ལ་སེམས་ཅན་ལ་བདེ་གཤེགས་སྙིང་པོ་ཡོད་ཟེར་གསུངས་འདུག་དེ་དང་འགལ་ཞེས་པའི་དོན་དག་འདྲ་བོ་རེད།

དེས་ན་དེ་བཞིན་གཤེགས་པ་ཡི་སྙིང་པོ། སྤྲོས་བྲལ་ཡིན་པའི་ཕྱིར་ཟེར་ནས་སྤྲོས་བྲལ་ཟེར་བའི་དང་པོ་ལ་འགྲེལ་བ་རྒྱབ་སྤྲོས་བྲལ་ཟེར་ཏེ། དེ་ནས་དེས་ན་དེ་བཞིན་གཤེགས་པ་ཡི་སྙིང་པོ་ཡིན་པའི་ཕྱིར་ཟེར་ནས། གཉིས་པ་ལ་བཞག། དེ་ནས་སེམས་ཅན་རྣམས་ལ་སངས་རྒྱས་དང་འཁོར་བ་ཉིད་འབྱུང་བར་ཐལ། ཟེར་ཏེ། གསུམ་པ་ལ་བཞག་ཅེས་གསུམ་པ་ལ་བཞག། ཅེས་གསུངས། བར་དུ་བཞི་པ་ལ་ཤཱཀྱ་ཡན་བསྒོམ་པར་འདོད་ན་ནི་ཟེར་ནས་ལྔ་པ་དང་འགྲོལ་ཡ་རེད། ལུགས་སུ་སྤྲད། ད་དོན་ང་ཚོ་ཁ་ཐུག་བདག་པོ་འགྲེལ་བ་ཡིན་ན། དེ་ནས་དང་པོ་མཐའ་འགྱུར་མ་བྲིས་གོ་ན་དེ་ན་དེ་བཞིན་གཤེགས་པ་སྙིང་པོ་རེད་ད་སྤྲོས་བྲལ་སྤྲོས་བྲལ་ཡག་ཁྱེའུ་ནས། དེ་ནས། སྤྲོས་བྲལ་ཏེ། སེམས་ཅན་གྱི་རྒྱུད་ཀྱི་ཀུན་གཞིའི་ངོ་བོ་སྤྲོས་བྲལ་ཆོས་དབྱིངས་དེ། དེ་ན་དེ་བཞིན་གཤེགས་པ་ཡི་སྙིང་པོ་ཡིན་པའི་ཕྱིར་ཏེ། དེ་ནས། བདེ་གཤེགས་བདེ་གཤེགས་སྙིང་པོ་ཡིན་པའི་ཕྱིར་ན་ཟེར་བ་རེད། དེ་ནི། ཡིན་པའི་ཕྱིར་ན་སེམས་ཅན་རྣམས་ཀྱིས། དེ་ལྟ་བུའི་སེམས་ཀུན་གཞིའི་ངོ་བོ་ཆོས་དབྱིངས་དེ། རྟོགས་པ་དང་མ་ཐོབ་དབང་གིས་སེམས་ཅན་རྣམས་ལ། འབྲས་བུ་སངས་རྒྱས་དང་འཁོར་བ་གཉིས་ཀ་འབྱུང་བར་ཐལ་པ་ཡིན་ནོ། ཟེར་ནས་གསུངས་པ་རེད། ད་འདིའི་སྐབས་ལ་བདེ་གཤེགས་སྙིང་པོ་དངོས་སུ་གསུངས་པ་རེད་གསུངས་པ་རེད་བ་དེ་རེད། ད་ང་ཚོས་ད་འགྱུར་སྒྲིག་ལོའི་དང་པོ་དེའི་ཚིག་དེར་འགྲེལ་བ་ཧ་གོ་ན། དེས་ན་དེ་བཞིན་གཤེགས་པ་སྙིང་པོ་སྤྲོ་ལུགས་ཡིན་པའི་ཕྱིར་སེམས་ཅན་རྣམས་ལ་སངས་རྒྱས་དང་འཁོར་བ་ཉིད་ཀྱི་ངོར་ཐུགས་སུ་གསལ་ཏེ། དེ་དོན་དག་འདི་དོན་རྡོག་རྡོག་དང་པོ་ལྔའི་ཚིག་ལ་མ་དཔྱད་ན། སེམས་ཅན་གྱི་རྒྱུད་ཀྱི་ཀུན་གཞིའི་ངོ་བོ་སྤྲོ་ལུགས་ཆོས་དབྱིངས་དེ་བདེ་གཤེགས་སྙིང་པོ་རེད་དེ་བ་རེད་ཡིན་དུས། སེམས་ཅན་གྱིས་རྟོགས་པ་དང་མ་ཐོབ་དབང་གིས་སེམས་ཅན་རྣམས་ལ་འབྲས་བུ་སངས་རྒྱས་དང་འཁོར་བ་གཉིས་ཀ་འབྱུང་བ་འབྱུང་བར་ཐལ། འབྱུང་བར་ཟེར་ན་འདི Computer པར་མ་ཡིན་ན་ར་དེ་ཆད་སོང་རེད་འབྱུང་བར་ཐལ་ཟེར། འབྱུང་བར་ར་ཡོད་འབྱུང་བར་ཐལ་ཞེས་པ་ནི་འབྱུང་འབྱུང་གི་ཡོད་རེད་ཟེར་བར་འབྱུང་ཅེས་དང། དེ་བཞིན་དེ་བཞིན་དེ་བཞིན་སྙིང་པོ། རྟོགས་པ་དང་མ་རྟོགས་དབང་གིས་འབྲས་བུ། རྟོགས་ན་སངས་རྒྱས་འབྱུང། མ་རྟོགས་ན། དེ་ནི་འཁོར་བ་ཡོངས་བུ་རེད་ཞེས་པའི་རེད་ད་འདི་རེད་འདི་གསུངས་པར་བ་དེ་རེད། དོན་དག་འདི་རེད་དེ་ནི་ང་ཚོ་ད་ཆོས་ཅན་འགྲིག་དུས་ད། དེ་ནི་དང་པོ་ན་ཤིང་འབྲེལ་བ་བརྒྱ་པ་ན་ཤིང་འགྲོལ་ཡ་རེད་ད་དེ་ནི་འདི་བར་དོ། དེས་ན་དེ་བཞིན་གཤེགས་པ་སྙིང་པོ་སྤྲོས་བྲལ་ཡིན་པས་ཀྱང་སེམས་ཅན་རྣམས་ལ་སངས་རྒྱས་དང་འཁོར་བ་གཉིས་ཀ་འབྱུང་བ་དེ་གཅེས་གསུངས། བར་དུ། ཆོས་ཅན། ཐར་པ་ཁ་བསྐང། འཇམ་དབྱངས་འགོག་པར་འདོད་ན་ནི་ཟེར་ཏེ་རྟགས་རེད། ཅེས་ད་ལྟ། སྤྲོས་བྲལ་དང་པོར་འགྲོ་དགོས་འདུག་སྤྲོས་བྲལ་ཏེ་སེམས་ཅན་གྱི་རྒྱུད་ཀྱི་སེམས་ཀུན་གཞིའི་ངོ་བོ་སྤྲོས་བྲལ་གྱི་ཆོས་དབྱིངས་དོན་དམ་བདེན་པ་སྟེ། དེ་ནི་དེ་བཞིན་གཤེགས་པ་ཡི་སྙིང་པོ་ཡིན་པའི་ཕྱིར་ཏེ། བདེ་གཤེགས་སྙིང་པོ་ཡིན་ཙང། ནི། སེམས་ཅན་རྣམས་ལ་སྟེ་སེམས་ཅན་རྣམས་ཀྱི། སེམས་ཀྱི་ཆོས་དབྱིངས་དེ་རྟོགས་ཐུབ་པ་དང་རྟོགས་མ་ཐུབ་དབང་གིས། འབྲས་བུ་སེམས་ཅན་རྣམས་ལ། སངས་རྒྱས་དང་འཁོར་བ་གཉིས་ཀ་འབྱུང་བར་ཐེབས་པ་ཡིན་ནོ་ཞེས། སྡོམ་གསུམ་ལས། དེ་ནས་བཟུང་ནས་སྡོམ་གསུམ་གྱི་ནང་དུ་སེམས་ཅན་རྒྱུད་ལ་བདེ་གཤེགས་སྙིང་པོ་ཡོད་པར་མངོན་སུམ་དུ་གསུངས་པ་ད་ལྟའི་ལུང་དེའི་ཆོས་ཅན་ནི་སྲིད་པ་རེད། ཨ་ནི་ཐར་བ་གང་མི་འཐད་པ་ཡིན་པ་དག་འཇམ་དབྱངས་དགོངས་པར་འདོད་ན་ནི་སྟེ། པཎ་ཆེན་རིན་པོ་ཆེ་ཁྱོད་ཀྱིས་སེམས་ཅན་རྒྱུད་ལ་བདེ་གཤེགས་སྙིང་པོ་མེད་པ་དེ་ཆོས་རྗེ་ས་པཎ་གྱི་དགོངས་པ་ཡིན་པར་འདོད་པའི་ཕྱིར་རིགས་ཟེར་བ་རེད་ཨོ་འདུག་སྤྲོས་རེད། ད་དེ་རྟགས་འཇའ་ཡང་དགོངས་པ་འདི་འོག་གི་ཚིག་གཅིག་དེ་ཚོ་གི་རྟགས་དག་རག་རེད། ཅེས་དང་ཅིང་གཅིག་ཡང་བསྒྱུར་ཞུས་ན། དེ་ན་དེ་བཞིན་ཏེ་དེ་སྤྲོས་བྲལ། བདེ་གཤེགས་གཤེགས་པ་སྙིང་པོ་ཡིན་པའི་ཕྱིར་སེམས་ཅན་རྣམས་ལ་སངས་རྒྱས་དང་འཁོར་བ་ཉིད་འབྱུང་བར་ཐེག་ཅེས་གསུངས་པ་དང་འདྲ་བས་རེད། ཅེས་དང་དེ་ཡིན་དུས། ད། སྤྲོས་བྲལ་ཏེ། ཚིག་ཡག་གི་སྤྲོས་བྲལ་ཏེ། མ་རྒན་སེམས་ཅན་ཐམས་ཅད་ཀྱི་རྒྱུད་ལ་ཡོད་པའི་སེམས་སྐུ་བཞི་རྣམ་ཤེས་ཀྱི་ངོ་བོ་སྤྲོས་བྲལ་ལས་ཆོས་དབྱིངས་དོན་དམ་བདེན་པ་སྟེ། དེ་ནི་དེ་བཞིན་གཤེགས་པ་ཡི་སྙིང་པོ་ཡིན་པའི་ཕྱིར་ཏེ། རང་བཞིན་གནས་རིགས་སམ་བདེ་གཤེགས་སྙིང་པོ་ཡིན་ཙང། སེམས་ཅན་རྣམས་ལ་སྟེ་སེམས་ཅན་རྣམས་ཀྱི་ཆོས་དབྱིངས་སྤྲོས་བྲལ་དོན་དོན་ལྡན་པ་བདེ་གཤེགས་སྙིང་པོ་དེ་རྟོགས་ཐུབ་པ་དང་རྟོགས་མ་ཐུབ་པའི་རྐྱེན་གྱིས། འབྲས་བུ་ལ། རྟོགས་ཐུབ་ན་ནི་སངས་རྒྱས་ཀྱི་གོ་འཕང་དང། རྟོགས་མ་ཐུབ་ན་ནི། འཁོར་བ། སྟེ། འབྲས་བུ་གཉིས་འབྱུང་བར་ཐལ། པ་དང་རུང་བ་ཡིན་ནོ་ཞེས་པའི་སྐབས་སུ། ནས་ནི་སྡོམ་གསུམ་རགས་པའི་ལས་སེམས་ཅན་ལ་བདེ་གཤེགས་སྙིང་པོ་ཡོད་པར་མངོན་སུམ་དུ་གསུངས་པ་རེད། དེ་འདྲའི་མངོན་སུམ་དུ་གསུངས་པ་དེ་ཆོས་སྦྱིན། ད་མི་ཐེག་པ་ཡིན་པ་ད་རྒྱ་བན་དགོངས་པར་འདོད་ན་ནི་དེ་པན་ཆེན་རིན་པོ་ཆེ་ཁྱེད་ཀྱི་ལུགས་ལ་དེ་ནས་སེམས་ཅན་རྒྱུད་ལ་བདེ་གཤེགས་སྙིང་པོ་མེད་པ་དེ་ཆོས་རྗེ་ས་པན་གྱི་དགོངས་པ་ཡིན་པའི་ཕྱིར་ཟེར་བ་རེད་ཨ་ནི་དགག་སྡུག་འགྲིག་སོང་བ་རེད་དེ་ད་ས་པན་དགོངས་པ་རེད་ཡང་མ་རེད་ཁོ་བདེ་གཤེགས་སྙིང་པོ་ཡོད་གསུང་ངེས་རེད་ཅེས་གསུང་བར་དུ་བྱས་མ་གཞན་ཡང་དེ་ལྟ་དེ་ཐ་འགྱུར་དང་པོ་རེད་སྐྱོན་གཞན་ཡང་དེ་རེད་རེད་ཟེར་བ་སྐྱོན་གཞན་ཡང་དེ་གཞན་ཡང་ཟེར་ན་སྐྱོན་གཞན་ཡང་རེད་དེ་ཉིད་ལས་ཟེར་ན་སྡོམ་གསུམ་དེ་ཉིད་ལས་རེད། སེམས་ནི་རང་གནས་བསྙེགས་པའི་ཕྱིར་མེ་ཡི་སྒྲུབ་བྱེད་ཚ་བ་དེ་བདེ་གཤེགས་ཁམས་ཀྱི་སྒྲུབ་བྱེད་མཐའི་བར་དུ་གསུངས་པ་རེད། འདི་བརྒྱད་སྡོམ་གསུམ་རང་གི་ཚིག་རེད་དེ། དང་པོ་ནི་མེ་ཡི་སྒྲུབ་བྱེད་ཚ་བ་དེ་ལྔས་ལས་ཁྱེར། སེམས་ནི་རང་ཡིན་བསྙེགས་པའི་ཕྱིར་ཚེ་གཉིས་པ་ལ་བཞག། བདེ་གཤེགས་ཁམས་ཀྱི་སྒྲུབ་བྱེད་དེ་གསུམ་པ་ལ་བཞག། ཅེས་གསུངས་པ། ཅེས་གསུངས་པ། ཟེར་དེའི་བར་དུ། དེ་ནི་སྒྲོལ་བ་རེད། ཅེས་དང། མེ་ཡི་སྒྲུབ་བྱེད་ཚ་བ་ལྟར་ཏེ། མེ་ཡོད་པའི་སྒྲུབ་བྱེད་ལ། ཚ་བསྐོལ་བ་ལྟར་དུ་འུ་སུ་བསྐོལ་བ་ལྟར་དུ། སེམས་ནི་ཏེ། སྣང་བ་སྣ་ཚོགས་སྣང་མཁན་གྱི་ཐ་དད་སེམས་འདི་ནི། ཨ་ནི། དགེ་བའི་རྩ་བའི། སྨིན། སྨིན་པ་སྨིན་གྲོལ་དུ་དགེ་བའི་རྩ་བའི་སྨིན་པའི་ལས་ཀ་བྱེད་འགྲོ་དུས་སྐབས་ལ། དེ་ནི། རང་གནས་བསྙེགས་པའི་ཕྱིར་ཟེར་ན་སེམས་ཀྱི་གནས་ཚུལ་རྟོགས་འདོད་ཀྱིས་དེ་ནི། ལས་ཀ་བྱེད་ཡོང་གི་རེད། དེ་དུས་སྐབས་ལ་ལས་ཀ་བྱེད་དུས་དེ་རྟོགས་འདོད་ཀྱིས། གཏོང་འདོད་ཀྱིས་སླེབས་མི་དགོས། སླེབས་འགྲོ་དུས་དཀའ་ལ། དེ་ནས། མངོན་རྟགས་འདྲ་བོ་ཅིག་ལ། གཏོང་འདོད་ཀྱི་མངོན་རྟགས་འདྲ་བོ་ཅིག་ལ། འཁོར་བ་སྤོང་འདོད་དང། མྱང་འདས་ཐོབ་འདོད་ཀྱི་བསམ་བློ་སྐྱེ་ཡོང་གི་རེད། དེ་འདྲའི་བསམ་བློ་དེ། བདེ་གཤེགས་ཁམས་ཀྱི་སྒྲུབ་བྱེད་ཐད་གཏད་ཡིན། ཨ་ནི་སེམས་ཅན། རྒྱུད་ལ། བདེ་གཤེགས་སྙིང་པོ་ཡོད་པའི་སྒྲུབ་བྱེད་དུ། ཐད་དེ་རུང་གི་རེད་ཟེར་ན། ཨ་ནི་ཆོས་རྗེ་ས་པཎ་གྱིས་གསུངས་པ་རེད། དེའི་སྐབས་སུ་ཡང། སེམས་ཅན་རྒྱུད་ལ་བདེ་གཤེགས་སྙིང་པོ་གསུངས་པ་རེད། དེ་འདྲའི་བདེ་གཤེགས་སྙིང་པོ།

སེམས་ཅན་རྒྱུད་ལ་བདེ་གཤེགས་སྙིང་པོ་ཡོད་པའི་སྒྲུབ་བྱེད་འདྲ་བ་དེས། སེམས་ཁོ་རང་གི་གནས་ཚུལ། རྟོགས། པའི་ཕྱིར། རྟོགས། འདོད་སླད་ཡོང་དུས་ག་ལ། དང་པོ། འཁོར་བ་སྤོང་འདོད་དང་མྱང་འདས་ཐོབ་འདོད་ཀྱི་བསམ་བློ་སྐྱེ་ཡོང་གི་རེད། འདི་འཁོར་བ་སྤོང་འདོད་དང་མྱང། མྱང་འདས་ཐོབ་འདོད་ཀྱི་བསམ་བློ་སྐྱེ་ཡོང་དུས་ག་ལ། དེ་འདྲའི་མི་དེ་རྒྱུད་ལ་བདེ་གཤེགས་སྙིང་པོ་ཡོད་པའི་རྟགས་རེད་ཟེར་གསུངས་པ་རེད། ཅེས་དང་དེ་ཡིན། དེ་ཡིན་དུས། ཆོས་རྗེ་ས་པཎ་གྱིས་དགོངས་པ་མ་རེད་ཟེར་རྒྱུ་རེད། ད་ང་ཚོས་ད་འབྲི་དགོས་དུས། དེ་ནས་ཐ་དིར་བ་མའི་སྒྲུབ་བྱེད་ཚ་བ་དང་སེམས་ནི་རང་གནས་སྙེགས་པའི་ཕྱིར་བདེ་གཤེགས་ཁམས་ཀྱི་སྒྲུབ་ཐིག་ཅེས་ཐད་ལྟ་ཆོས་ཅན་ལ་བསྒྲིགས་འདུག་འདི་རིགས་འདི་ཚང་མ་ཆོས་ཅན་རེད། སེམས་ནི་རང་གནས་སྙེགས་པའི་ཕྱིར་མའི་སྒྲུབ་བྱེད་ཚ་བ་དང་བདེ་གཤེགས་ཁམས་ཀྱི་སྒྲུབ་བྱེད་ཐེག་བཅས་དེ་ཉིད་ལས་གསུངས་པ་བར་དུ་ཚང་མ་ཆོས་ཅན་རེད། ཅིས་མི་དགེ་ལས་ཟིན་ལ་ཐར་བ་རེད། འཇལ་ཡང་དགོངས་པ་གདོད་ནས་ལ་རྟགས་རེད། དེ་ནི་བྱེད་སྟངས་དེ་ཡིན། དེ་ནི་མེའི་སྒྲུབ་བྱེད་ཚ་བ་ལྟར་ཏེ། མེ་ཡོད་པའི་སྒྲུབ་བྱེད་མེ་ཡོད་པའི་རྟགས་ལ་ཚ་བ་བཀོད་པ་ལྟར་དུ། སེམས་ནི་སྟེ་སྣང་བ་སྣ་ཚོགས་སྣང་མཁན་གྱི་ད་ལྟའི་སེམས་འདི། དེ་ནས་དགེ་བའི་རྩ་བ་སྔར་བསགས་པ་རྣམས་ཀྱིས་སད་པ་དང་སྨིན་པའི་ལས་ཀ་བྱེད་དུ་འདུས། དེ་ནི། སེམས། རང་ལས། རང་ལས་སྙེག་པའི་ཕྱིར་སེར་སྣ། སེམས་ཀྱི། གནས་ཚུལ། དེ། རྟོགས་པས། དེ་ནི་ལས་འགུལ་ལ་ཞུགས་ཡོང་དགོས་རེད། འདི་ཞུགས་འགྲོ་དུས་དེའི་སྔོན་ལ། ཁོ་ར་སྤོག་འདོད་ཅིག་དང། མྱང་འདས་ཐོབ་འདོད་ཀྱི་བསམ་བློ་སྐྱེ་ཡོང་དགོས་རེད་བསམ་བློ་དག་རང། བདེ་གཤེགས་ཁམས་ཀྱི་སྒྲུབ་བྱེད་འཐད་དེ་སེམས་ཅན་རྒྱུད་ལ་བདེ་གཤེགས་སྙིང་པོ་ཡོད་པའི་སྒྲུབ་བྱེད་ལོ་གུ་རེ་བྱས་ནས་ཨ་ནེ་ས་པན་གྱིས་གསུངས་པ་རེད། དེའི་སྐབས་སུ། སེམས་ཅན་ལ་བདེ་གཤེགས་སྙིང་པོར་མངོན་སུམ་དུ་གསུངས་པ་རེད། དེ་འདྲའི་མངོན་སུམ་དུ་གསུངས་པ་དེ་ཆོས་ཅན། ཨ་ནེ་མི་འཐད་པ་ཡིན་པ་ཐ་འཇལ་བན་དགོངས་པར་འདོད་ན་ནི་དེ་པན་ཆེན་ཁྱེད་ཀྱི་ལུགས་ལ་སེམས་ཅན་ལ་བདེ་གཤེགས་སྙིང་པོ་མེད་པ་དེ་ས་པན་གྱི་དགོངས་པ་ཡིན་པར་འདོད་པའི་ཕྱིར་ཟེར་གྱི་རེད། འོ་འདི་བར་དུ་ཕྱིན་པ་རེད། ད་དེ་ནས་གཞན་དག་ཅིག་འདི་ཡང་འདི་སེམས་ཅན་ལ་བདེ་གཤེགས་སྙིང་པོ་ཡོད་པའི་སྒྲུབ་བྱེད་གཞན་དག་ཅིག་སྡོམ་གསུམ་དང་བསྒྲིགས་ནས་ཤེས་སོང་རེད། རྒྱུ་མཚན་ཚོད་མེད་མགོ་སྙོམ། སེམས་ཅན་སྡོམ་གསུམ་སྣང་ལ་འདི་གསུངས་པ་རེད། བན་བོན་ཆོས་དབྱིངས་དང་སེམས་ཅན་གྱི་སེམས་ཀྱི་སེམས་ཀྱི་ཆོས་དབྱིངས་གཉིས་པོ་དེ། སྙིང་པོ་ཡིན་མིན་ལ་ཁྱད་པར་ཡོད་བ་མ་རེད། ཆོས་དབྱིངས་ཁོ་རང་རང་རྟོགས་ནས་གཞོན་ཡིན་ལ་རིགས་མ་འདྲ་བའི་དབྱེ་བ་ཡོང་མ་རེད་ཤེས་པ་རེད། བྱས་འདི་ཤེས་འདི་ཤེས་འགྲོ་དུས་དོན་དག་ལ་སེམས་ཅན་གྱི་སེམས་ཀྱི་ཆོས་དབྱིངས་དེ་བདེ་གཤེགས་སྙིང་པོ་རེད་ཤེས་པ་རེད། ད་འདི་གསུངས་པ་དེ་དེ་ནས་ཁྱེད་ཀྱི་པན་ཆེན་རིན་པོ་ཆེའི་འདོད་པ་ལ་གནོད་ས་རེད་ག་རེ་ཟེར་ན་རྒྱུ་མཚན་ཚོམ་བའི་མགོ་མཉམ་བཀོད་ཤར་བ་ཡིན་ན། བཀའ་སྩོལ། དེ་ཁོ་ན་དེ་ནི་སངས་རྒྱས་ཀྱི་སེམས་ཀྱི་ཆོས་དབྱིངས་དང། སེམས་ཅན་གྱི་སེམས་ཀྱི་ཆོས་དབྱིངས་གཉིས་པོ་དེ། རང་རྟོག་ངོ་བོ་རང་རྟོག་ལ་རིགས་མ་འདྲ་བའི་དབྱེ་བ་མེད་པ་ཡིན་ཙང་བདེ་གཤེགས་སྙིང་པོ་ཡིན་མིན་གྱི་ཁྱད་པར་ཡོང་གི་མ་རེད་ཞེས་པའི་རྒྱུ་མཚན་རྩོམ་པའི་མགོ་མཉམ་ཐོག་ནས་བཀག་སོང་བ་རེད། ཨོ་དེ་ཤེས་སོང་བ་རེད། གཞན་ཡང་ད། དེ་ནི། དེ་བཀའ་སྩོལ། སེམས་ཅན། སེམས་ཅན། འདི་བ་གཞན་ཡང། གཞན་ཡང་ཟེར་དུས་གོ་ན་དེ་ནི། འཇམ་དབྱངས་སེམས་ཅན་རྣམས་ལ་བདེ་གཤེགས་སྙིང་པོ་མེད་པར་འདོད་པས་དེ་ཆོས་ཀྱི་ས་བཞིན་དགོངས་པ་མ་ཡིན་པའི་སྒྲུབ་བྱེད་གཞན་ཡང་བཤད་ཀྱི་ཡིན་སྲིད་གོ། གཞན་ཡང། ད་བཤད་འགྲོ་དུས་གོ་ན་དེ་ནི། བེམ་པོའི་ཆོས་དབྱིངས་དང་སེམས་ཅན་ཆོས་དབྱིངས་གཉིས་སྙིང་པོ་ཡིན་པར་ཁྱད་མེད་དེ་ཆོས་དབྱིངས་དབྱེ་བ་མེད་ཕྱིར་ཞེས་གསུངས་པས་ཀྱང་བར་དུ་ཆོས་ཅན། གནོད་པ་དེ་ཟེར་ན་དལ་བ། དེ་ནི་སེམས་ཅན་སེམས་ཀྱི་ཆོས་དབྱིངས་དང་སངས་རྒྱས་སེམས་ཀྱི་ཆོས་དབྱིངས་སྙིང་པོ་ཡིན་པའི་ཕྱིར་ཏེ་ཆོས་དབྱེ་བ་མེད་ཕྱིར་རོ། ཞེས་པ་ཀུན་ཏུ་སོང་རྟགས་རེད། བྱས་ཙང་འདིས་འགྲོ་ཡ་འདུག་ཟོས་རེད། འདིས་གཟིམས་ས་བྲལ་བ་གཙོ་བོ་གར་ཟེར་སྡོམ་གསུམ་ནང་ལ་མ་ཡིན་ཆོས་ཀྱི་དབྱིངས་ལ་ནི་དབྱེ་བ་མེད་པར་རྒྱལ་བས་གསུངས་ཟེར། འདི་བཤད་འགྲོ་དུས་གང་ལ་འདི་ཚིག་འདི་བཤད་འགྲོ་དུས་གང་ལ་དེ་ནི་ཚིག་འདི་གར་བསྟན་པ་རེད་ཟེར་ན་བེམ་པོའི་ཆོས་དབྱིངས་དང། སེམས་ཅན་གྱི་སེམས་ཀྱི་ཆོས་གཉིས་པོ་དེ་སྙིང་པོ་ཡིན་པར་སྙིང་པོ་ཡིན་མིན་ལ་ཁྱད་པར་མེད་པ་ཅིག་ཤེས་སམ་ཁྱད་པར་མེད་པ་ཤེས་པ་རེད་ག་རེ་ཟེར་དུས། དེ་ཆོས་དབྱིངས་ཁོ་རང་གི་རང་མདོག་ལ་དེ་ནི་རིགས་མ་འདྲེས་པའི་དབྱེ་བ་མེད་པར་རྒྱལ་བས་གསུངས་པ་རེད་ཟེར་བ་རྒྱལ་བས་གསུངས་པས་ཀྱང་རྒྱལ་བས་གསུངས་པ་རེད་ཅེས་སྡོམ་གསུམ་ལ་གསུངས་པ་རེད། ད་འདིའི་སྐབས་ག་རེ་ཟེར་ན་སེམས་ཅན་རྒྱུད་ལ་དེ་ནི་བདེ་གཤེགས་སྙིང་པོ་ཡོད་པར་བསྟན་སོང་བ་རེད།

བདེ་གཤེགས་སྙིང་པོ་ཡིན་པ་ཡིན་མིན་ལ་ཁྱད་པར་ཡོད་མ་རེད་ག་རེད་ཟེར་ན་ཆོས་དབྱིངས་ཁོ་རང་གི་རང་མདོག་ལ་དེ་ནས་རིགས་མ་འདྲེས་པའི་དབྱེ་བ་ཡོད་མ་རེད་ཅེས་དབྱེ་བ་མེད་པ་རེད་ཅེས་བཞེད་པའི་དབྱེ་བ་བྱེད་པ་དེ་ཀུན་ཏུ་སོང་ཞེས་པའི་དེ་ནས་རིགས་པ་དེ་དེ་ནས་རིགས་པ་དེ་རྒྱུ་མཚན་རྩོད་པའི་མགོ་བསྙོན་ཀུན་ཏུ་སོང་པ་ཡིན་དུས་སེམས་ཅན་རྒྱུད་ལ་བདེ་གཤེགས་སྙིང་པོ་ཡོད་དགོས་རེད་ཞེས་པ་རེད། འོ་དེ་འདྲས་ཤེས་སོང་ད་ང་ཚོས་ལྟག་ཆོད་དོན་ཙམ་བསྒྲིགས་ན། བེམ་པོའི་ཆོས་དབྱིངས་དང་སེམས་ཅན་སེམས་ཀྱི་ཆོས་དབྱིངས་གཉིས་སྙིང་པོ་ཡིན་པར་ཁྱད་མེད་དེ་ཆུའི་དབྱེ་བ་མེད་ཕྱིར་རོ་ཞེས་གསུངས་པས་ཀྱང། ཆོས་ཅན་ཅེས་གནོད་པ་སྟེ་རྟག་ཅེས། སེམས་ཅན་སེམས་ཀྱི་ཆོས་དབྱིངས་དང་སངས་རྒྱས་སེམས་ཀྱི། གནོད་པ་དེས་ཐལ་བ་རེད་སེམས་ཅན་སེམས་ཀྱི་ཆོས་དབྱིངས་དང་སངས་རྒྱས་སེམས་ཀྱི་ཆོས་དབྱིངས་སྙིང་པོ་ཡིན་པར་ཁྱེར་ཆུའི་དབྱེ་བ་མེད་ཞེས་པ་ཀུན་ཏུ་མི་མཚུངས་སམ། རྟག་རེད། འདིའི་ཕྱིར་རོ། དེ་ཡིན་དུས། ནས་ཁ་སུ་རེ་ནི་རྩ་བ་གཟིམ་ས་ཏེ་སྡོམ་གསུམ་གཞན་སྡོམ་གསུམ་ར་ཡིག་ལས་མ་ཡིན་ཆོས་ཀྱི་དབྱིངས་རྣམས་དབྱེ་བ་མེད་པར་རྒྱལ་བས་གསུངས་ཞེས་པའི་སྐབས་སུ། དེ་ནས་བེམ་པོའི་ཆོས་དབྱིངས་དང་སེམས་ཅན་གྱི་སེམས་ཀྱི་ཆོས་གཉིས་པོ་དེ་སྙིང་པོ་ཡིན་པར་ཁྱད་མེད་དེ་སྟེ། བདེ་གཤེགས་སྙིང་པོ་ཡིན་མིན་ལ་ཁྱད་པར་ཙམ་ལས་ཡོད་མ་རེད། རྒྱུ་མཚན་ག་རེད་ཟེར་ན། དེ་ནི་ཆོས་དབྱིངས་ཁོ་རང་རང་ཐོག་ལ་རིགས་མ་འདྲ་བའི་དབྱེ་བ་ཙམ་ལས་ཡོད་མ་རེད། སངས་རྒྱས་བཅོམ་ལྡན་འདས་ཀྱིས་གསུངས་པའི་ཕྱིར་རོ་གསུངས་པ་རེད་ཅེས་གསུངས་པ་དེས་ཀྱང་ཆོས་ཅན་ནི་སོགས་དང། གསུངས་པ་དེས་ཀྱང་སྡོམ་གསུམ་རུ་གསུངས་པ་དེས་ཀྱང་ཆོས་ཅན་ནི་གནོད་པ་སྟེ་དེ་ནི་དཔལ་ཆེན་རིན་པོ་ཆེ་ཁྱོད་ཀྱིས་དམ་བཅའ་ལ་གནོད་པ་ཐ་སི་བར་རྒྱུ་མཚན་ག་རེ་ཟེར་ན། སེམས་ཅན་སེམས་ས་རྒྱུ་མཚན་ཚོ་གོ་ཉན་ན་སེམས་ཅན་རྣམས་ཀྱི་སེམས་ཀྱི་ཆོས་དབྱིངས་སྤྲོས་བྲལ་དོན་དུ་ལྡན་པ་དང། སངས་རྒྱས་ཀྱི་སེམས་ཀྱི་ཆོས་དབྱིངས་སྤྲོས་བྲལ་དོན་དུ་ལྡན་པ་གཉིས་སྙིང་པོ་ཡིན་པ་རེད་ཟེར་ན་སྙིང་པོ་ཡིན་མིན་ལ་ཁྱད་པར་ཙམ་ལས་ཡོད་མ་རེད་ག་རེ་ཟེར་ན་ཆོས་དབྱིངས་ཁོ་རང་རང་རྟོགས་ལ་རིགས་མ་འདྲེས་པའི་དབྱེ་བ་རྩ་ནས་མེད་པ་ཡིན་པའི་ཕྱིར་ཞེས་པ་དེ་ཀུན་ཏུ་མཚུངས་ཀུན་ཏུ་མི་མཚུངས་སམ་སྟེ། ཁ། དེ་འདྲའི་ཁ་སྤོབས་པའི་རིགས་པ་དེ་སྐལ་བའི་བར་དུ་ཁྱེད་ལ་མཚུངས་པའི་ཕྱིར་རིགས་སྲིད་པ་རེད། འོ་འདི་གསུངས་འདི་གསུངས་པ་རེད། འདི་གསུངས་སོ་ག་རེ་ཟེར་ན་སྡོམ་གསུམ་ནང་ལ་བེམ་པོའི་ཆོས་དབྱིངས་དང་སེམས་ཅན་སེམས་གཉིས་པོ་གཉིས་ལ་སྙིང་པོ་ཡིན་མིན་གྱི་ཁྱད་པར་ཡོད་མ་རེད། ག་རེ་ཟེར་ན་ཆོས་དབྱིངས་ཁོ་རང་རང་ཐོག་ལ་རིགས་མ་འདྲ་བའི་དབྱེ་བ་ཡོད་མ་རེད་ཅེས་པ་རེད། དེ་དུས་དེ་ནས་སེམས་ཅན་གྱི་སེམས་ཀྱི་ཆོས་དབྱིངས་དེ་བདེ་གཤེགས་སྙིང་པོ་ཡིན་པར་གསུངས་སོ། དེ་གསུངས་དེ་གསུངས་ན་དེ་གསུངས་པར་དེ་གསུངས་ན་དེའི་རིགས་པ་དེ་ཁ་སྤོ་འགྲོ་དུས་དེ་ནས་ག་སོ་རེད། སེམས་ཅན་རྣམས་ཀྱི་སངས་རྒྱས་རྣམས་ཀྱི་སེམས་སེམས་ཀྱི་ཆོས་དབྱིངས་དང་སེམས་ཅན་གྱི་སེམས་ཆོས་དབྱིངས་གཉིས་པོ་དེ་ཡང། ཆོས་དབྱིངས་བདེ་གཤེགས་སྙིང་པོ་ཡིན་པ་ལ་ཡིན་མིན་ལས་ཁྱད་པར་ཡོད་མ་རེད་ཆོས་དབྱིངས་ཁོ་རང་རང་ལྡོག་ནས་རིགས་མ་འདྲེས་དབྱེ་བ་ཡོད་མ་རེད་ཞེས་པའི་ཨ་ནེ་རྒྱུ་མཚན་མཚོན་པའི་མགོ་ཉམས་བཀོད་པ་རེད་འདི་རེད། དེ་ནས་ད་འཕྲོས་ལགས་ཏེ། འདིར་འཕྲོས་ལགས་འདིར་བ། རང་གི་ངན་རྟོག་ཁ་ལྟ་ཡིས་མི་ཚང། ལྟ་ངན་མི་ཚང་བཟོད་པའི་ཆུ། འཇའ་ཡོན་ལ། འཇའ་ཡང་གཞུང་བསྲང་དཔེ་མེད་ཚུལ། དྲི་ཞིམ་ལྡན་ལ་བསྒོ་བ་ཚར་རེར་བསྲེགས་དུས། དེ་འདི་ད། སོ་སོའི།

དེ་ནས་དེ་ནི་སེམས་ཅན་ཐམས་ཅད་ལ་བདེ་ཆེན་སྙིང་པོ་མེད་པར་འདུས་པའི་ལྟ་བ་ངན་པ་དཔེར་ན་མི་གཙང་བ་བཙོག་པ་ཟོས་པའི་ཆུ་དང་འདྲ་བ་དེ་ཡིས། རྒྱལ་བའི་གཞུང་བཟང་དཔེ་མེད་ཚལ་ཏེ། སེམས་ཅན་ལ་བདེ་ཆེན་སྙིང་པོ་ཡོད་པར་སྟོན་པས། དེ་ནས་ཆོས་རྗེ་ས་པཎ་གཞུང་ལུགས་བཟང་པོ་སྡོམ་གསུམ་ར་ཡི་མེ་ཏོག་སྤར་མའི་ཚལ་དང་འདྲ་བ། འདྲ་བ་ཡིན་མཁན། དྲི་ཞིམ་ལྡན་ལ་དྲི་ཞིམ་ལྡན་ལ་སྟེ་ལུང་རིགས་ཀྱི་དྲི་བཞིན་དུ་ལྡན་པ་དེ་ལ་གོ་བ་ཚར་ཟེར་ན་པཎ་ཆེན་རིན་པོ་ཆེ་ཡིས་རང་གི་གྲུབ་མཐའ་ངན་པའི་བཙོག་པ་པཎ་ཆེན་རིན་པོ་ཆེ་དེ་ནི་རང་ཁྱུ་ལུས་པའི་གྲུབ་མཐའ་ངན་པ་བཙོག་པ་དང་འདྲ་བ་དེ་བྱུགས་པ་དེ་རྣམ་པ་ཀུན་ཏུ་མི་རིགས་པ་ཡིན་ནོ་ཞེས་པ་བསྟན་པ་རེད། ཨོ་འདི་བར་དུ་བཤད་རེད་ད། དེ་འདི་ཀ་ལ་དོ་རེད་ད་དགོངས་མ་འགྲིག་རེད་ད།

ལྟ་ངན་མི་ཚང་བཟོད་པའི་ཆུ་སྟེ། དེ་ནས། སེམས་ཅན་ལ་བདེ་གཤེགས་སྙིང་པོ་མེད་པར་འདུད་པའི་ལྟ་བ་ངན་པ། དཔེར་ན་བྱ་ཁ་སྟེ་མི། མི་ཚང་བ་བཟོད་པའི་ཆུ་དང་འདྲ་བ་དེ་ཡིས་ཟེར་བ་དེ་ཡིས། དེ་ནས། བྱ་ཁ་བདག་གིས་ཁོ་རང་བཙོག་པ་བཟོས་ཏེ་ཆུ་བཏུལ་ཏེ་ག་ས་ལ་འཆི་བདག་བཏང་ཞེས་བ་རེད། དེ་འཆི་བདག་འཆི་བདག་བཏང་འགྲོ་དུས་གང་ན་ས་གཙང་མ་དེ་ཚོ་ལ་དྲི་མ་དང་གོས་བྲུབ་བ་རེད། འོ་དེས་དཔེར་བྱས་བ་རེད། ཨ་ནི། ཆུ་དེ་ཡིས།

ལུང་རིགས་ཀྱི་དྲི་ཞིམ་ལྡན་པ་དེ་ལ་བསྒོ་བ་ཚར་རེ་ཟེར་ན་བྱུག་པ་དེ་རྩ་ནས་འགྲིག་མི་འདུག་དེ་འདྲ་བྱེད་མི་རུང་བ་ཡིན་ཚེ་ཤེས་པ་རེད་ལགས་སམ།